རྒྱལ་སྤྱིའི་གསང་རྒྱུད་སེང་གེ་བོད་པའི་གྲོགས་པོ་གྲོགས་མོ་ཚོ་ཁམས་བཟང། དེ་རིང་ནི་ཕྱི་ལོ་ཉིས་སྟོང་གྱ་མེད་ཉིན་གཙང་ཕྲུག་སྤྱི་ཟླ་དྲུག་པའི་ཚེས་བཅུ་རེས་ལྷག་པ་རེའི་གུང་བསྟན་འཛིན་རྣམ་དཔྱོད་ཡིན་དེ་རིང་སླར་ཡང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུད་མང་པོ་མཉམ་སྤྱོད་ཞུ་ཡོད་པས་ཐུགས་སེམས་ལྷོད་ལྷོད་ཀྱིས་གཟན་ཟིན་གནང་རོགས་གནང། དེ་རིང་མཉམ་སྤྱོད་ཞུ་ཡས་ཀྱི་གསང་རྒྱུད་དང་པོ་དེ་ཁི་སིན་ཧྥི་ལི་པིན་ལ་གསར་མི་རྒྱབ་པའི་སྐྱེན་ཆས་ཡིན་ན་བོད་ནང་ལོག་ལས་གསར་མི་རྒྱབ་ཤགས། རྒྱ་མིའི་གི་ས་གང་ན་ཁར་ཁྲི་ཐོ་ལབ་ཡིན་ན། སི་ཁྲོན་ཀན་ཙི་ཅོའུ་ཁང་ཏིང་ཧྲི་ཀན་རྒྱུད་ཀྲུང་གོ་ཏི་ཅང་ཐའེ་ཝང་ཚོ་ཏིང་སི་ཏན་ལིང་ཨར་ཇི་ཏི་ཅང་ས། སི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་གྱི་ཀང་ཏིང་གྲོང་ཁྱེར་ལས་ཞུ་དུ་འོ་འདི་ལ་ཡིན་ན་གསར་མི་རིམ་པ་བཞི་ཚགས་གཉིས་རྒྱབ་སོང་ཆེ་ཆེ་རྒྱ་ནག་གི་ས་ཁང་ནང་མཉམ་སྤྱོད་བྱས་ཏེ་བཞག། ད་སྤྱི་ཚོགས་དྲ་ལམ་ནང་ལ་བོད་རིགས་སྤུན་ཟླ་མང་པོ་ཅིག་གིས་ག་རེ་མཉམ་སྤྱོད་གནང་འདུག་ལབ་པའི་ནང་ཁོ་རང་ཚོའི་གཟིམ་ཁང་ནང་ལོགས་ལ་སང་མི་རྒྱ་བའི་སྐབས་སུ་གི་བརྙན་པར་འབྱོར་བ་འོང་དེ་མཉམ་སྤྱོད་གནང་བཞག་དེ་གཟིགས་རོགས་གནང། གོང་དུ་ང་ནང་དུ་མཉམ་དུ་གཟིགས་པ་ན་ཞེས་ཉིས་སྟོང་གྱ་མེད་ཉིན་གཙོ་ཕྲུག་སྤྱི་ཟླ་དྲུག་པའི་ཚེས་བརྒྱད་ཀྱི་ཆུ་ཚོད་བཅོ་བརྒྱད་ཚ་ལྔ་བཅུ་ང་གསུམ་གཟིགས་འདུག་ད་ལྟ་གར་ཁྲིད་དུ་ལན་ཀྲི་ཧྲི་ཤ་ཝུའུ་ཏི་ས་ཁང་དེའི་སྟེང་ཁང་སྟེང་ཞེས་པ་ལ་ས་ཡོམ་བརྒྱ་བྱུང་ཟེར་བ། རོགས་པ་འདྲེ་འགས་མཉམ་སྤྱོད་བྱས་བཞག་ཁོ་ཚོའི་ས་ཁུག་རྒྱབ་དུས་རྩམ་པའི་ཁང་པའི་ཐོག་ཡོམ་ཡོམ་ཡོམ་བྱས་འབྱོར་བ། ནང་ལ་སི་སི་ཀེམ་ར་ལ་ཡིད་དགའ་བྱ་དུས་འོང་དེ་བརྙན་པར་གླེང་རྒྱོག་དེ་རེད་བཞག། ས་ཡོམ་རྒྱབ་སྐྱོར་གྱི་བརྙན་ཐོག་དེའི་བར་ལ་རོགས་པ་འདྲེ་གར་ཁྲིད་དོར་ལབ་ཡིན་ན།

ནས་ཡང་དྲ་གྲོགས་གཅིག་གིས་ག་རེ་བྲིས་འདུག་ལབ་བི་ན་ཝུའུ་ཏན་ལིང་ཆི་ཧྥན་ཏི་ཀྲེན་ཡི་ཙི། ལིའུ་པན་ཏི་ཀྲེན་ཡི་ཙི་ཟ་ཨ་ཧྲི་ཡི་ཏན་སན་ཧྲི་ཅོ་ཡོའུ་ཀྲེན་ལི་ཡི་ཙི་ཟ་ཆུ་ཚོད་ལྔ་དང་སྐར་མ་བདུན་ལ་ས་ཡོམ་གཅིག་བརྒྱ་སོང་ཟེར་བ། དེ་ནས་ཆུ་ཚོད་དྲུག་དང་ཕྱེད་ཀ་ཟེར་ལ་ས་ཡོམ་གཅིག་བརྒྱ་སོང་ཟེར། དེ་ནས་ཆུ་ཚོད་ཉི་ཤུ་རྩ་གཅིག་ལ་ནི་དགུ་བོ་མ་རེད། འོན་ཏེ་ལྟོས་ཡང་ས་ཡོམ་བྱེད་རྒྱ་སོ་སོ་གུ་དེ་ཕྱེད་ཀ་ཟེར་ལར་བ་འོན་རྒྱ་ཅིག་ཁྲིད་ཤག། དེ་ནས་ཡང་དྲ་གྲོགས་གཅིག་གི་ཡིན་ནོ་ཁོ་རང་གི་ན་ལ་ཨ་མ་ལགས་དེ་ཀོ་བཀྱག་ག་ཞུ་ཞུ་རྗེས་སོ་ཕག་ག་ལ་ཁྱི་གཉིས་དེད་ཀྱོག་ཞིག་གིས་ས་ཡོམ་བརྒྱབ་པའི་སྐབས་སུ་གི་གཉེན་འདུག་འབྱོར་བ་འོན་ཏེ་མཉམ་སྤྱོད་བྱེད་ཤག། ས་ཡོམ་བརྒྱབ་དུས་ཙམ་པ་ཡིན་ནོ་ཁྱི་དེ་གཉིས་ལབ་ས་སོ་ཕག་ག་ནས་བུད་འགྲོའི་འབྱོར་བ་འོན་དེ་འདྲའི་གི་གནས་སྟངས་ཡང་ཆགས་ཤག། བརྙན་ཐུང་འདི་མཉམ་སྤྱོད་བྱས་ཚར་བའི་རྗེས་སུ་ཡིན་ན་རོགས་པ་འདྲའི་གར་བྱེད་དུ་ལབ་ཡིན་ན་ཏི་ཀྲན་ལ་ས་ཧའི་མནའ་མ་ཏན་ཏིང་འོག་ཆུད་ས་སམ་རྒྱ་ནན་ལས་ལྷོད་ལྷོད་ཞིག་ཞིབ་ཞིབ་བསྡད་དེ་བཞག་ས་ཨམ་ལགས་འདི། ཁང་ཏིང་ཅིན་ཏན་ཀྲན་ལ་སི་ས་ས་ཁང་ཏིང་ལ་ས་ཡོམ་བཞི་བརྒྱབ་སོང་ཐེངས་མ་བཞི་དབང་རྟེན་འབྲེལ་མཉམ་སྤྱོད་བྱས་ཏེ་བཞག། དབང་རྟེན་འབྲེལ་སྐྱེད་སྲིང་བོད་ནང་ལོ་ལ་ས་ཁུལ་ཐེབས་རེས་རིམ་པ་བཞི་ཚགས་གཉིས་ཨུ་མེལ་སྐྱོན་བྱུང་དང་ཁང་པ་ལུ་འོས་ལ་སོགས་པ་གནས་ཚུལ་གང་ཡང་མི་འདུག་ད་ལྟའི་ཆ་ནས་ཤེས་རྟོགས་བྱུང་པའི་བརྒྱུད་རིམ་ནང་ལ་དབང་རྟེན་འབྲེལ་བོད་དང་འབྲེལ་བའི་གསང་རྒྱུ་གསར་བ་ཞིག་འདུག་ཞུས་པ་ཡིན། དེ་རིང་མཉམ་སྤྱོད་ཞུས་ཀྱི་གསང་རྒྱུ་གཉིས་པ་དེ་ད་ལྟ་རང་བལ་བོད་ཀྱི་ཀཱཐ་མ་འཇུ་གསར་ཁང་ནང་ལ་མཉམ་སྤྱོད་བྱེད་རྒྱུ་བཅས་བྱ་ས་དེ་གར་གཏོར་བརླབས་ཡིན་ན་བལ་བོད་ཀྱི་ནང་སྲིད་བཀའ་བློན་ཟུར་པ་སུ་ཐང་གུ་རུ་ཁོ་རང་ཡིན་ན་ནང་སྲིད་བཀའ་བློན་གྱི་སྐོབ་རྒྱ་གར་ཡང་བརྒྱ་བསྐོ་བཞག་གནང་བཞག་དེ་ནང་བཤད་ཀྱི་བློ་ཀྱི་བཀའ་བློན་གཅིག་འདུག་རོ་མ་ཧ་བིར་པན་ལེ་ཞུ་འདུག་ཁོ་རང་གཉིས་ཡིན་ན་དེ་རིང་བཀའ་བློན་གྱི་སྐོབ་རྒྱ་གར་ལ་བསྐོ་བཞག་གནང་བ་རེད་བྱས་རྗེས། བལ་བོད་ཀྱི་ཀར་མན་གྲུ་གསར་ཁག་ནང་མཉམ་སྤྱོད་བྱས་ཏེ་བཞག། ཁྱི་སེང་གིས་ཅི་འདྲ་བྱིས་པའི་རྣ་ལ་ཡིན་ན། མི་དེ་ཚོས་སུ་དང་གུ་རུ་ཁོ་རང་གི་རྒྱུ་ནོར་དང་དངུལ་ཁང་གི་དངུལ་ཡོར་བ་དེ་ཚོ་ལ་དོགས་གཞི་འདུག་བྱས་རྗེས་ནང་སྲིད་བཀའ་བློན་གྱི་སྐུ་བཀྱག་ནས་མ་དགོངས་པ་ཞུ་སྒོ་ཁེབས་པ་རེད། ཡིན་ན་ལས་ཁོང་མ་ཐེག་གོང་ལ་ཡིན་ན་བལ་བོའི་གཞུང་ལ་ཤོག་གྲངས་བཞི་བཅུ་ཞེ་ལྔ་ཆེ་མགྱོགས་ཀྱི་སོ་སོའི་རྒྱུ་དང་འབྲེལ་བའི་ཤོག་བུ་འདྲེ་ཡག་ཕུལ་འདུག་བརྟག་དཔྱད་བྱས་པའི་བརྒྱུད་རིམ་ནང་ཁི་སིའི་ཉན་བཤད་སྔོན་ལ་གར་གཟིགས་དུ་ལབ་ཡིན་ན་ཁོང་གིས་སྒེར་བལ་གྱི་རྒྱུ་ནོར་དེ་ཚོ་ལྐོག་གསོད་རུལ་སུངས་དང་དེ་འདྲའི་ཁྲིམས་འགལ་གྱི་ཕྱག་ལས་གནང་སྐྱོར་ཁྱོད་ནས་རང་མི་འདུག་གཙང་མ་གཙང་རྐྱང་རེད་ཤགས་ལབ་བསྡད་འདུག་བྱས་ཙང་དེ་རིང་ཡིན་ན་ཨ་ནི་དངོས་སུ་ཁོ་རང་ནང་སྲིད་བཀའ་བློན་གྱི་སྐོབ་རྒྱག་འདི་ག་ལ་ཡང་བརྒྱག་བསྐོ་ཤགས་གནང་ཤགས། དེ་ནས་དེ་རིང་ཁོ་རང་ཡིན་ན། ཡང་བསྐྱར་སྣང་སྲིད་བཀའ་བློན་གྱི་སྐུ་བརྒྱ་ག་ལ་ཕེ་ཙང་སྣ་བུད་ཀྱི་དམ་བཅའ་བཞེས་གནང་ཞགས་སྣ་བུད་ཀྱི་དམ་བཅའ་བཞེས་གནང་གི་འོག་ད་འདི་ཚོགས་གནང་གི་རེད་བ་དམ་བཅའ་ཚོགས་གནང་དུས་བརྩམས་པ་ཡིན་ན་བལ་བོད་ཀྱི president སྲིད་འཛིན Ramachandra Patel ལོས་ཞུ་བ་ཁོང་གིས་ནི་སྣ་བུད་ཀྱི་དམ་བཅའ་འདི་ཚོགས་གནང་ཞགས་སུ་དང་གུ་རུ་མཉམ་དུ་བཟོ་རིག་པའི་གྱི་བཀའ་བློན Technology Minister ཟེར་བ་མ་ཧཱ་བིར་པཱན་ལས་དེའི་བསྐོ་བཞག་གནང་རྗེས་སྐུ་ཉིད་གཉིས་མཉམ་དུ་དེ་རིང་ཡིན་ན་མནའ་བུལ་གྱི་དམ་བཅའ་འདི་འཚོགས་བཞག། སྐུ་ཐང་སྐུ་རུ་ཁོ་རང་ཡིན་ན་ཡང་བསྐྱར་ལོ་དེ་དེ་ད་ལྟ་བལ་བོད་ཀྱི་བཀའ་ཤག་གི་ཚོགས་པ་ཟུར་བ Investigation Committee ལས་བརྟག་དཔྱད་བྱས་བཅོས་མར་བས་འོང་འདི་བརྟག་དཔྱད་བྱས་པའི་བརྒྱུད་རིམ་ནང་ལ་ཡིན་ན་ཁོ་རང་གི་སྒེར་གྱི་རྒྱུ་ནོར་དེ་ཚོའི་ནང་ལ་ཨ་ནི་ལྐོག་གསོད་རུལ་སུངས་དང་ཁྲིམས་འགལ་གྱི་བྱ་བ་ཁྱོན་ནས་རང་མི་འདུག་གཙང་མ་གཙང་རྐྱང་རེད་ཤཱས་ར། དམིགས་བསལ་གྱི་ཁོ་རང་གི་ས་ཆ་ཞིག་འདུག་ས་དམར་བའི་ས་ཆ་ཆེན་པོ་དེ་ཚོ་ཡི་ནས་ལ་ད་སོ་སོའི་ཕ་རྒྱུད་ཀྱི་ས་ཆ་ཆེ་སོ་སོའི་གཙང་མ་གཙང་རྐྱང་རེད་ཤཱས་ལ་དེ་ཤཱས། ད་སུ་དང་ཀུ་རུ་ཁོ་རང་གི་མིང་ག་ལ་རི་བ Hector གཅིག་སྟོང་བརྒྱ་མེད་བཅུ་བཞི་ཞེ་ཀྱོ་ཞིག་འདུག་ས་ཆ་འོང་དེ་ཡི་ན་ཁོ་རང་གི་པ་ལགས་ཀྱི་ཨ་ནི་ཁོ་རང་ལ་སྐྲས་སྐྱོགས་བྱོ་མར་པས་འོང་དེ་འདྲས་རེད་ཤ་མ་ཤེས་དེ་འདྲས་ཉི་མ་མི་ཤེས་པ་ནང་བཞིན་ལྐོག་སུ་རུལ་སུང་བྱས་ནས་རག་སྐྱོགས་རེད་དེ་འདྲས་ཁྱོད་ནས་མར་ཤ། བལ་བོད་ཀྱི་བརྟག་དཔྱད་ཞིག་ཉེས་ཀྱི་མཚན་པོ་འབྱོར་བར་གཞུང་གིས་འོང་དེ་འདྲས་ཤ་རྒྱབ་ཤ། ནང་ཞིག་གིས་བལ་བོད་ཀྱི་སྲིད་བློན་བ་ལི་འདའ་ཤ་གི་ཡིན་ནའི་ལས་ཡང་བསྐྱར་གསར་པ་ཞིག་བསྐོ་ཤ་མ་གནང་པ་ཕྱིར་བ་སུ་དང་གུ་རུ་ཁོ་རང་གིས་དོགས་གཞི་འདིའི་སྐར་ལ། རྩད་གཅོད་གཙང་མ་ཅིག་བྱས་མ་ཚར་བུ་དོ་ཡིན་ན་སྒུག་བསྡད་པ་རེད། གལ་སྲིད་ཁོ་རང་གཙང་མ་ཡིན་ན་ཁོ་རང་གི་སེམས་ནང་ལ་དང་པོ་ནས་འཆར་གཞི་བྱས་པ་ཡིན་ན་སུ་དང་གུ་རུ་ལ་ནག་ཉེས་མེད་པ་ཡིན་ན་བདག་ཡང་བསྐྱར་བསྐོ་གཞག་བྱས་འབྱོར་བ་ཡང་ནང་སྲིད་བཀའ་བློན་གསར་བ་ཞིག་བསྐོས་པ་ཡིན་ན་རྙོག་དྲ་ཚ་བོ་དག་ནི་བརྒྱུད་རིམ་རིང་པོ་ཅིག་རེད་ས་འོ་འདི་རྐྱེན་བྱས་ན་ཁོ་རང་དེ་རིང་བསྐོ་གཞག་བྱས་བྱས་ཡིན་ན་ཁོ་རང་དང་བཟོ་རིག་པའི་གི་བཀའ་བློན་དེ་གཉིས་གཉིས་ཡིན་ན་དེ་རིང་གནའ་བོའི་གི་དམ་བཅའ་བཞེས་བཞག་འདི་ནང་ཞིག་གི་ཁོ་རང་གི་ཧྥེ་སི་བུག་ཡོད་རེད་བ་ཧྥེ་སི་བུག་ནང་ལོག་ལ་སི་ཏྲོ་རི་སི་མར་བའི་འོང་དེ་འདྲའི་མཉམ་སྤྱོད་བྱས་ཤག་མཉམ་སྤྱོད་བྱེད་དགོས་ན་ག་རུ་ཐོ་ཡང་དུ་ལབ་ཡིན་ནམ། Honorable Sudan Kuru Minister of Home Affair ལ་ཤག་ཁོ་རང་ལ་བལ་བོད་ཀྱི་སྲོལ་རྒྱུན་ནང་བཞིན་སྐེ་ལ་མེ་ཏོག་གསལ་པོ་དུ་གཡོགས་བྱས་ཡིན་ན་ཁོ་རང་གི་མིང་གྱང་ཀར་འཇགས་རྒྱོགས་ཤིག་འདུག་ཨ། ནང་སྲིད་བཀའ་བློན Sudan Kuru བྱས་རྗེས་འདི་ག་ལག་པ་འཆང་རྒྱོགས་ཤིག་པར་མཉམ་སྤྱོད་ཡང་བྱས་ཤག་འོང་དེ་འདྲའི་བལ་བོད་ཀྱི་ནང་སྲིད་བཀའ་བློན་སུ་དཱ་གུ་རུ་ཁོ་རང་ལས་གནས་ལ་ཡང་བསྐྱར་ཕེབས་པ་རེད། ཆེས་རྗེ་སྐད་གྲགས་ཆེན་པོ་ཞུ་ཆ་དེ་བཞག་བལ་ཡུལ་དང་བཅོལ་བའི་གསང་རྒྱུད་འབྲི་ཞུ་དུར་ཞོད་ཡིན། དེ་རིང་མཉམ་སྤྱོད་ཞོད་ཀྱི་གསང་རྒྱུད་ཞིམ་པ་འདི། རྒྱ་ནག་གི་དཔོན་པོ་མཐོ་པོ་གཅིག་དེའི་མིང་ལ་མ་ཤིང་ཝུ་རིག་ཟེར་བ། འོ་འདི་ད་ལྟའི་ཆ་ནས་ཡིན་ན་ཁྲིམས་འགལ་གྱི་ལས་ཀ་བྱས་རྗེས་བརྟག་དཔྱད་བྱེད་དང་བྱེད་བཞིན་པ་ཡིན། ཆེས་རྗེ་རྒྱ་ནག་གི་ས་ཁ་ན་སྐད་གྲགས་ཆེན་པོ་འགྲོ་དེ་བཞག་དེ་དང་འབྲེལ་བའི་གསང་རྒྱུད་འདི་གསན་རོགས་གནང། ནག་གི་དཔུང་ཕུང་ཅི་ཡིན་ན་ད་ལྟའི་ཆ་ནས་ཁྲིམས་འགལ་གྱི་ལས་ཀ་བྱས་ཙང་བརྟག་དཔྱད་བྱས་དང་བྱེད་བཞིན་པ་ཡིན་ལ་དེ་ཤར་བ་ད་བརྟག་དཔྱད་བྱེད་བཞིན་ལ་ཡས་ཀྱི་རྒྱ་མིའི་གྱི་དཔུང་ཕུང་དེའི་མིང་ལ་གར་སི་ཏོ་ལབ་ཡི་ན་མ་ཤིང་རོས་ཟིག་དེ་ཡིན་ན་རྒྱ་ནག་གི་གར་ཆི་ཏོ་ལབ་ཡི་ད་དབྱིན་ཧྲི་ཞེས་ཡན་ཀྲུང་ཝེ་ཅི་ཝེ་ཧྥ་རྒྱལ་ཁབ་ཀྱི་ཁྲིམས་ནས་རྒྱའི་གཙང་ཡིན་ན་ད་ལྟའི་ཆ་ནས་བརྟག་དཔྱད་བྱེད་བདེ་ཡོད་ལ་དེ་ཤ་མ་ཤིང་རུའེ་ལེ་ཀྱི་རྒྱལ་མི་པོམ་པུའུ་ཞི་ཏུ་བ་ད་ལྟ་བརྟག་དཔྱད་བྱེད་བདེ་ཡོད་པའི་ཆ་ཞི་ཏུ་བ་བརྟག་དཔྱད་བྱེད་བདེ་ཡོད་ལ་དེ་ཡིན་ན་དེའི་སྙེ་མ་ཡིན་ན་ཤིང་ཅང་ཝུའུ་ཝུའར་ཙི་ཀྲི་ཆུའི་ཏང་ཝེ་ཡུན་ཆང་ཝེས། ཤིང་ཅང་ཡོར་བ་རང་སྐྱོང་ལྗོངས་ཁུལ་གྱི་རྒྱུན་ལས་ཨུ་ཡོན་ལྷན་ཁང་གི་རང་སྐྱོང་ལྗོངས་ཀྱི་སྲིད་གཞུང་གི་ཀྲུའུ་ཞི་གཞོན་པ་རེ་ཞྭ་ཟུར་པ་བྱེད་རུ་བ། ཉིས་སྟོང་བཅོ་ལྔ་ལོ་ལ་ཀོང་ཏུང་ཞིང་ལས་ཅོ་པ་ཀོང་ཏུང་ཞིང་ཆེན་གྱི་ཧྥུའུ་ཧྲུའུ་ཅི་རེ་ཞྭ་ཧྲུའུ་ཅི་གཞོན་པ་རེ་ཟུར་བ། དེ་ནས་ཉིས་སྟོང་བཅུ་བདུན་གྱི་སྤྱི་ཟླ་དང་པོའི་ནང་ཀོང་ཏུང་ཞིང་གི་དེ་རེ་ཞྭ་ཞིང་ཀྲང་རྫོང་གི་རྫོང་དཔོན་ཡོར་བ་ཝང་ཆི་ཉེ་རྡོ་རྒྱ་མི་ཉིས་རྩ་གཅིག་གིས་སྤྱི་ཟླ་བཅུ་གཉིས་ནས་ཡིན་ན་ཤིང་ཅང་ཝུའུ་ཨར་རྫོང་རྩིས་ཁྲི་ཆུའི་ལས་གཞི་དང་ཤིང་ཅང་རང་སྐྱོང་ལྗོངས་ལས་གཞི་མེད་པས་ཝང་དེ་གིས་ཧྲུའུ་ཅི་ཏང་གི་ཧྲུའུ་ཅི་བྱས་ཐེབས་རེད། མཱ་ཤིང་རུའེ་ཞེས་པ་དེ་ཡིན་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་སྤྱི་ཟླ་བཅུ་པའི་ནང་ལ་སྐེ་ཀྱོག་རེ་བཞག་སྐེ་ས་དེ་ཡིན་ན་ཧྲན་ཏུང་ལས་འབྱོར་པ་འོ་འདི་རེ་བཞག་འདི་རྒྱ་མི་གི་ཆབ་སྲིད་ཀྱི་ཆབ་སྲིད་པ་ཅིག་རེད་འདུག་ཨ། སྙེ་མ་གི་སློབ་སྦྱོང་དེ་ཡིན་ན་བསླབ་བྱ་ཆེན་མོ་གཙུག་ལག་སློབ་གཉེར་ཁང་ཅིག་གི་སློབ་དཔོན་རྒན་ལགས་ཞར་བ་ཅའོ་ཧྲོའུ་སུའུ་ལ Professor Har Ping ཀུང་ཡེ་ཏག་ཞོའི་ཀུང་ཞོའི་པོ་ཧྲི་ཨ་ནི། ད་ལྟ Har Ping གི་གཙུག་ལག་སློབ་གཉེར་ཁང་ནང་ལོ་ལ Engineering གི་སློབ་སྦྱོང་བྱེད་ཞག་བསླབ་བྱ་ཆེན་མོའི་རྒན་ལགས་རེ་བཞག་དེ་ནས་ཁོ་རང་ཡིན་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ནང་ལ་ཨ་ནི་ཀླུ་ཏང་ཟེར་དོ་ཏང་ཡོན་ནང་ལོག་འཛུལ་བུ་རེད་བསམ་འཛུལ་བྱས་ཡིན་ན་ཁོ་རང་ཉིས་སྟོང་གྱ་མི་ཉི་ཤུ་བཙན་ལྔའི་སྔོན་ལ་ཡིན་ན་ཤིང་ཅང་ཏང་བའི་ཧྲུའུ་ཅི་ཏང་གི་ཧྲུའུ་ཅི་ཡོད་པ་འོང་དེ་བྱས་བུ་རེད་དེ་སྐད་གྲགས་ཆེན་པོ་དེ་ཡིན་ན་གོ་ཅིག་ཧང་ཀོང་ཁ་ཞུས་ཡོན་ཡོན་ཧྲི་བསམ། རྒྱ་མི་དེ་ཡིན་ན་སྙེ་མང་རྒྱ་ནག་གི་ཧང་ཐེན་ཤིས་ཐུང་ཀྲུང་ཁྲང་ཀྲང་ཆི་ལའེ་ཏོ་ཞོའེ་ཀྲོའེ་ཤིང་ཀུའན་ལི་ཀྲོས་ད་ལྟ་རྒྱ་ནག་གི་ཁོ་གནམ་ལ་འགྲོ་ཡས་ཀྱི་གནམ་གྲུ་དང་བར་མདངས་འགྲོ་ཡས་ཀྱི་མི་ཤུགས་འཕུང་མདའ་དང་དེ་འདྲས་བཟོ་ཡས་ཀྱི་བཟོ་གྲ་བྱོ་མར་བས་འོང་དེ་ན་ལོ་ལས་ལས་ཀ་ཅིག་བྱས་པ་རེད། འོང་དེ་འདྲས་ཀྱི་མི་ཅིག་ཡིན་ན་ད་ལྟའི་ཆ་ནས་ག་རེ་བཤད་ཡོད་འདུག་ལབ་ཡིན་ན་བརྟག་དཔྱད་བྱས། ཞེས་དང་བྱེད་བཞིན་པ་ཡིན། ཆུ་ཚད་མཐོ་པོ་ཞིག་ཡོད་སྐྱོད་ཀྱི་མི་གཅིག་རེད་འདུག་འོན་ཏེ་ད་ལྟའི་ཆ་ནས་རྒྱ་ནག་གིས་ག་རེ་ཞིག་ཏུ་ལབ་ཡིན་ན་ཀྲང་ཙའེ་བཅས་ཤོག་ཀྲུང་དབྱང་སྤྱི་བའི་སྒོ་བཅའ་ཅན་བའི་སྤྱི་ལུས་ཞན་ཆ་ཧ་ཅན་ཆ་ཏའོ་ཆཱས་རྒྱ་ནག་གི་གཞུང་སྒེར་བ་མི་དེའི་སྒྲིག་གཞི་འགའ་ལ་བརྟག་དཔྱད་བྱས་དང་བྱེད་བཞིན་པ་ཡིན། བྱས་རྗེས་ཁོ་རང་ཚོས་གསལ་བསྒྲགས་བྱས་ཏེ་བཞག། ད་རྒྱ་ནག་གི་ཤེས་ཡས་ཀྱི་སྤྱི་ཡི་ལུས་ཞན་ཆ་ལས་ཞུ་དོག་འོང་འདི་ག་རེ་མདོ་ལབ་ཡིན་ན་རྒྱ་ནག་གུང་ཁྲན་ཏང་གིས་ཁོ་རང་ཚོས་ཀྱི་སྒྲིག་གཞི་སྦྱོར་བ་འོང་འདི་ནས་འགལ་ཡོད་མེད་གུང་ཁྲན་ཏང་ལ་རྒྱབ་གཏོད་བྱས་ཡོད་མེད་ཀྱི་འོང་འདི་ག་ལ་དྲི་ཚད་སུ་མར་བ་ཞིབ་བཤེར་བྱེད་བསྡད་ཡོད་རེད་ས་ཡོད་ཀྲུང་གོ་གུང་ཁྲན་ཏང་ཅན་ཡན་ཅི་ཀོན་ཏའོ་ཁྲ་ཧྲི་ཧྥོ་ཚུན་ཙའི།

ཁོ་རང་རྒྱ་མིའི་གིས་དཔོན་པོའི་ལས་ཀ་བྱེད་པའི་སྐབས་སུ་ཡིན་ན་ཨ་ནི་ལས་ཀའི་ནས་ཁྲིམས་རྒྱས་པའི་ལས་ཀ་འདྲ་ཡོད་རེད་པ་འོ་འདི་འདྲས་བྱེད་འདོག་བྱེད་མི་འདོག་འོ་འདི་བརྟག་དཔྱད་བྱེད་བསྡད་ཡོད་རེད་རྒྱ་ནག་གིས་རེད་པ། འོ་དེ་འདྲས་རྒྱ་ནག་གི་སྙེ་མ་གི་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་ཅིག་དང་ཨ་ནི་གུང་ཁྲན་ཏང་གི་དཔོན་པོ་མཐོ་པོ་ཅིག་ད་ལྟའི་ཆ་ནས་བརྟག་དཔྱད་བྱེད་བསྡད་ཡོད་རེད། ཚོའི་ས་ཁང་ནང་སྐད་གྲགས་ཆེན་པོ་ཞིག་འགྲོ་བསྡད་བཞག་སོང་འོ་དེ་འདྲས་རྒྱ་ནག་དང་འབྲེལ་བའི་གསང་རྒྱུ་གསར་པ་ཞིག་ཏུ་ཞུས་ཡིན། དེ་རིང་མཉམ་འཇོག་ཞུས་ཡས་ཀྱི་གསང་རྒྱུ་བཞིན་པ་དེ་དང་པོ་དགོན་བདག་སྲིད་འཛིན། ཁྲོམ་གྱིས་ཨ་རིའི་ནང་ལག་རྩེད་སྤོ་ལོའི་གི་རྩེད་འགྲན NBA ཞེས་པ་འདིའི་རྩེད་འགྲན་མཐའ་མ་འདི་ལ་སི་མུ་སི་ཀ་ཐེ་ཤཱས་དེ་དང་འབྲེལ་བའི་གསང་རྒྱུ་འདི་གསན་རོགས་གནང། ཨ་རིའི་གི་སྲིད་འཛིན་གྱིས་ལག་རྩེད་སྤོ་ལོའི་གི་རྩེད་འགྲན་ལ་ལྟད་མོ་ལྟ་ག་ལས་པ་དེ་ཐེངས་དང་པོ་ཆགས་ཡོད་རེད་ཨ་རིའི་གི་ལུགས་རྒྱུད་ནང་ལ་ཡིན་ནའི་ལས་བ་སྲིན་རྩི་ཁྲོམ་ཁོ་རང་ཀླད་བ་དང་ཕི་གི་ལ་ལྟད་མོ་ལྟ་ག་ལས་ཉལ་གི་མི་ཡོད་རེད་བ་མི་དེ་ཚོས་ཡིན་ན་བུ་ལ་ནི་སྐད་རྒྱབ་རེད་ས་ད་ཨ་རི་གི་མི་དེ་ཚོས་བུ་ལ་སྐད་རྒྱ་ཡ་ཞུ་འདུག་ཨ་འོ་འདི་ཡིན་ན་མ་ལྟོས་པའི་རྣམ་པ་མི་དགའ་བའི་རྣམ་པ་ཅིག་རེད Dislike ཟིན་འདུག་གས་བུ་ལའི་མི་མང་དེ་ཚོས་སྐད་རྒྱ་ཡ་འདི་སྣང་བ་མ་འགྲོ་ཡ་ཅིག་བྱས་སྣང་བ་མ་འགྲོ་ན་ཁས་ལེན་མ་བྱས་ཞོར་བ་འོ་འདི་གི་རྣམ་པ་ཆུང་གོ་རེད་ད་མགོ་གོ་ད་སྲིན་རྩི་ཁྲོམ་ཁོ་རང་ལག་རྩེད་སྤོ་ལོའི་གི་རྩེད་ཅན་མཐའ་མ་འདི་ལྟ་ག་ལས་དུས་ཙམ་པའི་ཡིན་ན་མི་དེ་ཚོས་སྐད་རྒྱབ་རེས་བུ་ལ་ནི་ར་འོང་སྟེ་སྐད་ཆ་ཆེན་པོ་ཆགས་ཏེ་ཤ་དང་སྔོ་གོང་དང་ལག་རྩེད་སྤོ་ལོ་རྩེད་པའི་སྐབས་སུ་མཐའ་མ་འདི་རྒྱལ་གླུ་བཏང་པའི་སྐབས་སུ་ཡིན་ན་མི་དེ་ཚོས་སྐད་རྒྱབ་ཡ་བུ་ལས་དེ་འདྲས་བྱས་ཏེ་ཤ་སྲིད་འཛིན་ཁྲོམ་རང་ཆ་མཚོན་པ་ཡིན་ན་སྲིད་ཨ་རིའི་གི་སྲིད་འཛིན་གཅིག་བྲི་བ་ཨ་ནི་ལག་རྩེད་སྤོ་ལོ་དེ་འདྲས་ལྟད་མོ་ལྟ་ག་ལས་དེ་ཡིན་ན། ཁོ་རང་ཐོག་མ་ཆགས་བསྡད་ཡོད་རེད་ས་འདི་ནང་བཞིན་གྱི་སྲིད་འཛིན་ཁྲོམ་དང་གོ་གོང་དང་ཀླད་དུས་ཙམ་པ་ཡིན་ན་ལག་རྩེད་སྤོ་ལོའི་རྩེད་གསལ་གྱི་རྩེད་ཐང་ཡོད་རེད་པ་འོ་འདི་ཆུ་ལོག་མི་ཡ་མ་མ་བཏང་ཡ་ད་ནི་སྐུ་སྲུང་བ་མང་པོ་བཞག་ཡ་དམག་མི་མང་པོ་བཞག་ཡ་དམ་པོ་བཞུགས་རྗེས་ཆེད་དེ་བཞག་ས་ད་ཁོ་རང་ལ་མེ་མདའ་ཞུ་ཡོད་འདྲ་བྱེད་ཡོད་སམ་ཉེན་ཁ་ཡོད་རེད་བསམ་བྱས་ཡིན་ན་འོ་འདི་འདྲས་ཀྱི་གནས་ཚུལ་འདུག་ཞུས་ཡིན། གོ་གོང་དང་སྲིད་འཛིན་ཁྲོམ་ལྟད་མོ་ལྟ་ག་ཅོ་རེ་ལས་ཀྱི MBA ལས་དེ་ཡིན་ན།

ཨ་རི་གི་གྲོང་ཁྱེར་ནེའུ་ཡོག་གིག་ལས་ཞུ་དུ་བ་འོན་དེ་རུ་ཁག་དག་སན་ཨན་ཆིའོ་སི་པོས་ལས་རུ་ཁག་ཞུ་དུ་འོན་དེ་གཉིས་གཉིས་ཡིན་ན་ཐ་མལ་གི་འགྲན་བསྡུར་དེ་རེད་འོན་དེ་སྲིད་འཛིན་ཁྲོམ་ལྟད་མོ་དག་ག་འགྲོ་བསྡད་པ་རེད། རྒྱལ་སྤྱི་ས་ག་ན་སྐད་གྲགས་ཆེན་པོར་ཆགས་བསྡད་ཤག་འོན་དེ་འདྲ་ཁྲོམ་དང་འབྲེལ་བའི་གསང་རྒྱུ་གསར་བ་ཞུ་དུས། དེ་རིང་མཉམ་སྤྱོད་ཞུ་ཡས་ཀྱི་གསང་རྒྱུ་གཞན་པ་དེ་ཨི་ཛི་རལ་ཀྱི་ཡང་ལེབ་ནོན་ཞེས་པ་དེའི་ལྷོ་ཕྱོགས་ལ་ཡོད་པའི་གྲོང་ཁྱེར་ཆེ་རི་ལས་ཞུ་དུ་འོ་དེ་ལ་བྱབ་ཁུ་བྱས་ཏེ་བཞག་དེ་དང་འབྲེལ་བའི་གསང་རྒྱུད་འདི་གསན་རོགས་གནང། ལས་སྤུན་གནོན་ཞེས་པ་འདི་ན་ལོ་ཡོད་པའི་གྲོང་ཁྱེར Terry Lash དུ་བ་འོ་དེ་ཚོའི་མི་དེ་ཚོའི་སོ་སོའི་བཅའ་ལག་དེ་ཚོ་ཁྱི་བྱས་ཡིན་ན་གནས་སྤོས་བྱེད་འོ་གལ་ཏེ་བཞག་བྱས་བྱས་ད་ལྟ་རང BBC ས་ཁ་ན་ལོ་ལ་ཐད་གཏོང་བྱས་ཏེ་བཞག་ད Israel གལ་ཡིན་ན་བར་བ་ཉེན་ད་ཅི་བཏང་བཞག་ད་ད་ལས་སྤུན་གནོན་ཞེས་པ་འདི་གྲོང་ཁྱེར Terry Lash དུ་བ་འོ་དེ་ན་ཡོད་པའི་མི་དེ་ཚོ་ལ་དེ Terry ཞེས་པ་དེ་ཡིན་ན་ལེ་བྷ་ནོན་ཞེས་པའི་ལྷོ་ཕྱོགས་ལ་ཡོད་པའི་གྲོང་ཁྱེར་གྱི་ཆ་དེ་རེད། གྲོང་ཁྱེར་དེའི་ནང་མི་དེ་ཚོ་ལ་རེ་བ། དེ་ནས་རྒྱུ། གལ་སྲིད་མ་ཕྱི་མེད་ན་ཨ་ནི་ཁྱེད་ཚོ་ཚང་མ་ཤི་ཡས་རེད་ཅེས་བྱས་རྗེས་ཨིས་ར་ཨེལ་གྱིས་ཉེན་བརྡ་བཏང་བ་རེད། ཉེན་བརྡ་བཏང་མ་ཟད་གནམ་ནས་ནི་གོ་མཚོན་ཞེ་ནག་ཚ་པོ་འདི་བཞུས་བཞག་བཞུས་པའི་རྐྱེན་བྱས་ཡིན་ན་མི་དེ་ཚོ་ཚང་མ་ཤེས་བྱས་ཡིན་ན་སོ་སོའི་གི་ཅ་ལག་ག་རེ་ཡོད་ནས་ཁྱིས་བྱས་རེ་བ་ཁྱིས་ཐུ་ཨེ་ཡོད་ཀྱང་ཚོ་ཁྱིས་བྱས་ཡིན་ན་ད་ལྟ། བྲོས་དང་བྲོས་བཞིན་པ་རེད་ཤག་ས་བྲོས་དེ་ས་ཆ་ག་བར་བྲོས་མེད་དེ་གལ་སྲིད་བཤད་མི་འདུག་རེད་བ། ཨི་རན་གྱི་ག་རེ་ཉེན་བརྡ་བཏང་འདུག་ལབ་ཡིན་ཨི་ཛི་རལ་ལ་གལ་སྲིད་ལས་སྤུན་ནུ་ལ་དམག་རྒྱབ་ཡོད་མཚམས་མ་ཤར་བས་ན་ཁོ་ཚོ་མུ་མཐུད་ཆེད་ཨི་ཛི་རལ་མཉམ་དུ་དམག་རྒྱག་པོ་ཡིན། གལ་སྲིད་ཨི་ཛི་རལ་གྱི་ལས་སྤུན་ཞི་བ་དེ་དམག་རྒྱབ་ཡོད་མཚམས་ཤར་བས་ན་ཁོ་ཚོའི་ངོས་ནས་དམག་རྒྱག་གི་མེད་ལ་དེ་ཤར་བ་ཡིན་ན་ཨི་ཛི་རལ་གྱི་ག་རེ་བཤད་འདུག་ལབ་ཡིན་ན་ད་ལྟ་ལེ་བྷ་ནོན་ཞེས་པ་འདིའི་ནང་ལོགས་ལ་འཇིགས་སྐུལ་རིང་ལུགས་པའི་ཚོགས་པ་ཧེ་ཛོ་བྷ་ལ་ལ་ཞེས་འདུག་ག་འོ་འདི་འདུག་འདི་ཡིན་ན་གཙང་མ་བཟུང་ཡིན་འདི་རྩ་མེད་བཏང་གི་ཡིན་ཞེས་པ་རྩ་མེད་བཏང་མ་ཚར་བ་དོག་ཡིན་ན་ཨང་ཁོང་ཚོས་འདི་བྱེད་ཀྱི་ཡིན་ལ་དེ་ཤ་མག་རྒྱབ་བསྡད་ཀྱི་ཡིན་བྱས་བྱས་ཨི་རན་ལ་ཕར་ལན་རྒྱབ་ཤགས་འོ་འདི་རྐྱེན་བྱས་ན་ད་ལྟ། Tyre Nazi ཞེས་པ་གྲོང་ཁྱེར་ལེ་བྷ་ནོན་ཞེས་པ་འདིའི་ནང་ལོགས་ཡོད་པ་ནང་མི་ཚང་མ་ལོགས་བྲོས་འགྲོ་བྱས་ཤགས། ཕྱྭའི་རིན་ཞེས་པ་འདི་ཡིན་ན། ལས་སྤུན་ནོན་ཞེས་པ་འདི་གྱིས། རྒྱ་མཚོའི་མཐའ་ལ་ཡོད་པའི་གྲོང་ཁྱེར་ཆེ་ཤོས་གཅིག་དང། ལས་སྤུན་ནོན་ལ་གལ་གནད་ཆེ་ཤོས་ཀྱི་གྲོང་ཁྱེར་གཅིག་ཆགས་བསྡད་ཡོད་རེད། འོན་ཏེ། ལས་སྤུན་ནོན་ཞེས་པ་འདིའི་ལྷོ་ཕྱོགས་ལ་ཆགས་པའི་ས་ཆ་ཇི་རེད་ཤར་ལ་ནི་ཨིས་རལ་གྱི་ས་མཚམས་ཡང་རེད་ཤག། འོན་ཏེ་རྐྱེན་བྱས་ཡིན་ན།

དེ་རིང་མཉམ་སྤྱོད་ཞུ་ཡས་ཀྱི་གསང་རྒྱུད་ཤིང་པགས་འདི་འཛམ་གླིང་བུམ་པའི་རྐང་རྩེད་སྤོ་ལོ་དང་འབྲེལ་བའི་གསང་རྒྱུད་གསར་པ་ཞིག་འདུག་ད་ལྟ་རྒྱལ་སྤྱིའི་ས་ཁང་ནང་གར་བཤད་རྡོར་ལབ་ཡིན་ན་ད་ལོ་ཉིས་སྟོང་གྱ་མི་ཉིན་རྩ་དྲུག་གི་རྐང་རྩེད་སྤོ་ལོའི་རྩེད་འགྲན་གྱི་རྐང་རྩེད་སྤོ་ལོའི་གྱི་སྒྲིག་གཞི་དང་དེ་ཚོར་ལྟ་ཉན་ཞུ་དག་ཨིན་རྒྱ་ནག Referee ནས་གཟིགས་འདུག་འོ་འདི་ཡིན་ན། སོ་མ་ལི་ཞེས་པའི་ཨ་ཧྥི་རི་ཀ་ལུང་པ་ནས་ཡིན་པའི་མི་ཞིག་འདུག་རོགས་འོ་འདི་ལ་བྱེད་བཅུག་རེད་བསམ། དེའི་མིང་ལ་ཤར་སི་ཏུ་ལན་ཨོ་མ་ཨབ་ཏུ་ཁ་རི་ཨ་ཁྲན་ཟེར་གི། ཡིན་ནའི་ལས་མི་དེ་ཡིན་ན། ད་ལྟ་ཨ་རི་གི་མཱ་ཡ་མི་ལ་ཡོད་པ་འོང་དེ་ཀླད་ཚ་བ་རེད། ཀླད་ཚ་བ་ཡིན་ནའི་ལས་ཨ་རི་གའི་ཡིན་ན་ཕ་ཁོ་རའི་ལུང་པ་ལ་ལོ་བཏང་བ་རེད་བསམ། ལོ་བཏང་བའི་གི་རྒྱུ་མཚན་དེ་ཤར་སི་ཏུ་ལབ་ཡིན་ན་ཨ་རི Wetting Concern ཟེར་གི Wetting Concern ལབ་ཡིན་ན་མི་གཅིག་གི་རྒྱབ་ལྗོངས་དེ་བརྟག་དཔྱད་བྱས་པའི་བརྒྱུད་རིམ་དེའི་ནང་ལ་ཡིན་ན་ཨ་རིའི་ནང་ལོ་ལེགས་པའི་ཡིན་ན་ཉེན་ཁ་ཆེན་པོ་ཞིག་བཟོ་ས་རེད་ཟེར་བ། རྒྱབ་ཆུ་མང་པོ་ཞིག་བརྟག་དཔྱད་བྱས་ཡོད་རེད་ས། སྙེ་མ་ས་ཆ་ག་བར་འགྲོ་ཡོད་མེད་དང་ཨ་ནེ་སོ་སོས་ནམ་རྒྱུན་གྱི་ལས་ཀ་ག་རེ་བྱེད་ཡོད་མེད་དང་གནས་ཚུལ་ཚང་མ་ལྟ་དུས་ཙམ་པ་ཡིན་ན་མི་དེ་ད་ལོའི་འཛམ་གླིང་བུམ་པའི་རྐང་རྩེད་སྤོ་ལོའི་རྩེད་འགྲན་གྱི Referee ཟིག་ཏུ་འང་འོང་དེ་ཆེ་ཆོག་མ་རེད་ལ་དེ་ཤ་ལ་ནི་ཨ་ནེ་ཡི་རྗེས་སུ་ད་ལྟ་ཉིས་སྟོང་གྱ་མི་གཉིས་རྩ་དྲུག་གི FIFA ལྷན་ཚོགས་ཡོད་རེད་པ་ཁོང་ཚོས་ཡིན་ནའི་ལས་རྒྱལ་སྤྱིའི་ས་ཁང་ན་གསལ་བསྒྲགས་བྱས། གཏན་འཁེལ་བྱས་ཡོད་ན་དབུས་མི་དེ། Referee། ཞེས་པ་དེ་ནས་མ། ཕྱིར་འཐེན་བྱེད་ཀྱི་རེད། ཁོ་རའི་ལུང་པར་ཕར་ལོག་བཏང་གི་རེད་ལབ་སྟེ་ཤར་བ་ལྟ་རྟོག་རྟོགས་ཏེ་དཔེ་ཤར་བ། ཕྱི་ཕྱོགས་མར་ཨ་ལེ་ན་ལོ་འཛུལ་བཅུག་མི་འདུག་ལ་ནི་ཁོ་རང་གི Referee ལས་ཀྱི་ལས་ཀ་དེ་ནས་མ་དཔེ་ཤར། དེ་ནས་ད། གནས་ཚུལ་དེ་ལྷག་ཚར་བའི་རྗེས་སུ་ཡིན་ན། ད་ལྟ་སོ་མཱ་ལི་ཡ་ཞེས་པའི་གཞུང་ཞིག་འདུག་ཨ་ཧྥེ་རི་ཀའི་ལུང་པ་འདིའི་གཞུང་གི་ཁར་བཤད་དུ་ལབ་ཡིན་ན་གནས་ཚུལ་དེ་གོ་བས་དང་ཁོ་ཚོ་བས་དེ་སེམས་པ་བློ་ཕངས་པོ་བཞག་བྱུང་སོང་ཁོ་ཚོའི་དངོས་གནས་ཡིན་ན་ཨ་རི་དང་ནི་ཧྥི་ཧྥ་ཟེར་བ་འཛམ་གླིང་བུམ་པའི་རྐང་རྩེད་སྤོ་ལོ་རྩེད་འགྲན་གྱི་ལྷན་ཚོགས་འབྱོར་བ་ཁོ་ཚོ་ལ་རེ་བ་བརྒྱབ་ཅིང་ཁོ་རང་ནི་ད་ད་ལོའི་གི་རེ་ཧྥེ་རི་ལས་བྱེད་ཅུ་དག་ལ་དེ་བཞིན་ཡིན་ནའི་ལས་ད་ཨ་རི་དང་ཁོ་ཚོའི་ཚོགས་པ་ཚང་མས་ཡོད་མ་རེད་ལ་དེ་བཞིན་མི་དེ་ཡིན་ན་ཉེན་ཁ་ཆེན་པོ་ཞིག་ཡིན་ཙང Referee ལས་དེ་ཡིན་ན་འདིར་བཞག་རྐང་རྩེད་སྤོ་ལོའི་རྩེད་འགྲན་སྐབས་ཟུར་བ་འགྲན་བསྡུར་བྱེད་པའི་སྐབས་སུ་ཡིན་ན་རྩེད་མོ་རྩི་ཉན་དེ་ཚོས་ནི་ཁྲིམས་འདི་སྲུང་ཉེས་ལྟ་རྟོག་བྱེད་ཉེས་མི་ཤུགས་དོགས་ཤུགས་རྒྱབ་ཉེས་ཤུགས་དོགས་ལྟ་རྟོག་བྱེད་ཉེས་བྱས་ཨ་ནི་སུས་གལ་སྲིད་རྐང་རྩེད་སྤོ་ལོའི་གི་ཁྲིམས་དང་འགལ་བ་ཡིན་ན་ཨ་ནི་འདི་རྩེད་མོ་བཅུ་ཡོད་ད་དེ་འདྲའི་རྟ་དབང་ཆེན་མང་པོ་རྟ་ཉེས་སྦྱོར་བ་འོང་དེ་འདྲའི་ཅི་རེད་ཤགས། འོང་དེ་འདྲ་འཛམ་གླིང་བུམ་པའི་རྐང་རྩེད་སྤོ་ལོ་དང་བྲལ་བའི་གསང་རྒྱུད་གསར་བ་ཞིག་ཏུ་བཞོས་ཡིན། དེ་རིང་མཉམ་ཆས་ཞོལ་གྱི་གསང་རྒྱུད་གཤིན་པ་འདི། ཨི་རན་ནས་ཡིན་པའི་མི་སུམ་བརྒྱ་ཡིན་ན་གྲུ་གཟིངས་དག་དེ་འདྲའི་བརྒྱུད་རྗེས་ཨིན་ཇི་ལུང་པ་ལ་གནས་སྤོས་བྱེད་པའི་ལང་ཀ་ལ་དཀའ་ལས་ཞིབ་ཅིག་འཕྲད་པ་རེད། ཨི་རན་ནས་ཆེད་ཨིན་ཇི་ལུང་པ་ཕོ་ཐོ་གྲོལ་ཡས་ཀྱི་བརྒྱུད་རིམ་འབྱོར་བ་འོང་དེའི་སྐབས་སུ་ཡིན་ན་ཁོང་ཚོའི་གི་ཁྲེལ་ཉེ་གི་མི་དེ་ཚོས་ཡིན་ན་ཁལ་མོ་ཀོ་བོ་ཡིན་ཟེར་ཆེད་འཇིགས་སྐུལ་བྱས་ཆེད་ཉེས་རྟགས་བཏང་ཡང་ཆད་དེ་ནང་བཞིན་ཁོ་ཚོ་ལ་འཇིགས་སྐུལ་བྱས་ཆེད་ཡིན་ན་ཕ་མ་མཉམ་དུ་འབྲེལ་བ་བྱེད་ཟེར་བ་དང་པོ་ནས་དངུལ་བཅད་ཚར་ཟེར་ད་ད་དུང་དངུལ་ཨ་ནི་སྒོར་མོ་གྲོ་ལོར་ལྔ་སྟོང་ཟེར་བ་ཁྱི་ཤུགས་གལ་སྲིད་མ་སྤྲད་བས་ན་ཨ་ནི་ཁྱེད་རང་གི་སྤུ་གུ་དེ་སྲས་ཡིན་སྟུག་པོ་ཡིན་ཁལ་མོ་ཀོ་བོ་ཡིན་ཟེར་ཆེད་ཞེ་ན་ཚ་བོ་ཞེ་ན་ཞེ་བོ་ཞིག་བསྐུར་ཡོད་རེད་ཟེར་བ་ད་ལྟ་ཨིན་ཇི་ལུང་པའི་ནང་ལ་གནས་སྤོས་བྱེད་ཉེ་གི་མི་སུམ་བརྒྱ་འདུག་ག་སུམ་བརྒྱ་དེ་ཚོ་ཡིན་ན་སྐྱིད་སྣེབས་གཟིགས་དུ་བ། ཨིན་ཇི་ལུང་པ་བཏང་གོ་ལབ། ནི་མ་བཏང་བྱས་བཙན་འཕྲོག་བྱས་བྱས་ཡིན་ན་ཉེས་བརྡ་བཏང་ཡ་བྱས་བྱས་བྱས་ན་སྐུ་ཡ་བྱས་ནི། མཁལ་མ་དང་འདི་ཀོ་ཅིག་བྱས་བསྡད་ཡོད་རེད། ཁོང་ཚོ་འཇུ་ས་དེ་ཡིན་ན་ལི་པི་ཡ་ལའི་ས་ཆ་ཞིག་ཏུ་རུ་བ་འོང་དེ་ལ་འཇུས་ཡོད་རེད། འོང་དེ་འདྲའི་མི་མང་པོ་བཅས་ལ་འཇིགས་སྐུལ་བྱས་ཏེ་བཞག་བྷི་བྷི་སི་ས་ག་ནས་ཤེས་རྟོགས་བྱུང་སོང་དེ་ཚོ་ཚང་མ་ལོ་ཡིན་ན་ཨི་རན་ནས་འཕྲོས་སླད་བྱས་ཡིན་ན། ཨིན་ཇི་ལུང་པ་ལ་མི་ཚེ་གསར་བ་ཞིག་གི་ཆེད་དུ་སླད་དེ་བཞག་ཟིན་ནས་ལས་ཁོ་ཚོ་ཨིན་ཇི་ལུང་པར་སླེབས་མ་ཐུབ་ཆེད་ལེ་བྷི་ཡཱ་ལའི་དེ་ལ་འཇུས་ཏེ་བཞག་བྱས་རྗེས་རྒྱལ་སྤྱིའི་ས་ཁང་ནང་མཉམ་སྤྱོད་བྱས་ཏེ་བཞག། དེ་རིང་མཉམ་སྤྱོད་ཞུས་ཀྱི་གསར་འགྱུར་མཐའ་མ་འདི་རྒྱ་ནག་དང་འབྲེལ་བའི་གསར་འགྱུར་ཞིག་འདུག་རྒྱ་ནག་ནང་ལོགས་ཡོད་པའི་མོ་ཏྲའི་བཟོ་ཚོང་ཁང་ཞའོ་མིའི་ལ་ཡོད་ཞུ་འདུག་ཁོ་ཚོས་ཡིན་ན་མོ་ཏྲ་གསར་བ་ཞིག་བཏོན་འདུག་མོ་ཏྲ་གསར་བ་དེའི་མིང་ལ་ཡིན་ན་ཞའོ་མི SU7 Ultra ལ་ཡིན། འོ་འདི་ཡིན་ན་མི་གཅིག་གིས་ཉོས་ཅེས་ར་བ་རྒྱ་ནག་ནག་ལོ་ལ་བཏང་སྟེ་བཞག། བཏང་སྟེ་དུས་བརྩམས་པས་ཡིན་ན། ཁྱི་སེང་སྤྱི་ཟླ་དྲུག་པའི་ཚེས་བདུན་གྱི་ཉིན་མོ་དེ་ལ་གར་གཤེགས་འདུག་ལབ་ཡིན་ན། ད་ལྟ་རྒྱ་ནག་གི་ས་ཆ་ཧྲན་ཤིས་ལས་བཟོ་བ་འོ་འདི་ཀྱིས་ཧྲན་ཤིས་ནན་ཁྲང་དབྱིན་གཞུང་བཏགས་ཆའོ་ས་དཔའ་བོ་གྱི་ཟམ་པ་ལས་འདིའི་སྒང་ལ་ཡིན་ན་མི་ཤོག་བཞག། འོ་འདི་ཡིན་ན་རྗེས་ལ་ཞའོ་མིང་ཞེས་པའི་བཟོ་ཚོང་ཁང་དེ་ཡིན་ན། ཨ་ནི། ཁོ་རང་ཚོའི། གོང་ད་ཟེར་བ་འདི་ག་ལ་གསལ་བཤད་བྱེད་ཤགས་ཟེར་རྒྱ་གར་ན་ཞུས་པ་ན་ཞའོ་མི་ཟུའི་ཧོའུ་ཧྥ་པུའུ་ལ་ཀུའན་ཧྥང་ཧྲོའུ་མིང་ཟེར་བ། ད་ཞའོ་མི་ཀའི་ག་རེ་ལབ་འདུག་ལབ་ཡིན་ན། ཞའོ་མི་ཀའི་ཧུའེ་དབྱིང་ཀྲུའུ་ཡའོ་གནས་རུང། མོ་ཏྲ་འདི་ཁོ་ཚོས་བཟོས་པའི་མོ་ཏྲ་འདི། མེ་སྦར་ཡས་ཀྱི་རྒྱུ་མཚན་འདི་ཡིན་ན་དང་པོ། ཤའོ་ཧྥང་པུའུ་མིན་ཇི་ཧྲི་ཁུང་ཅུས། མེ་ཤོར་བའི་སྐབས་སུ་ཡིན་ན་མེ་སུ་རུ་ཀཱ་ཀའི་དུས་ཏོག་ཏུ་ཧོར་མེ་བསད་ཐུག་སོང་གཉིས་པ་དེ་ཧྲི་ཀོ་མོ་ཙའོ་ཁྲུན་རོན་ཡོན་ཧྲན་ཝང་ས་མེ་ཤོར་བཅས་ཡིན་ན་མི། ཚེ་སྲོག་ཉེན་ཁ་ཆགས་ཡ་དེ་འདྲ་གལ་བྱུང་མི་འདུག་རྨས་སྐྱོན་ཤོར་ཡ་འདྲ། ཞའོ་མེ་གི་ཀམ་པ་ནི་ག་ཡིན་ན་མོ་ཀྲེ་གི་སྦྱིན་བདག་མཉམ་དུ་འབྲེལ་བ་བྱས་པ་ཡིན་འབྲེལ་བ་བྱས་པ་མ་ཟད་ཨ་ནི་ཁོང་ཚོའི་ད་གཞུང་ཡོ་རོ་པ་སྲིད་གཞུང་དང་འབྲེལ་བ་བྱས་པ་ཡིན། ཁོང་ཚོས་བརྟག་དཔྱད་བྱས་པའི་བརྒྱུད་རིམ་ནང་ལ་མོ་ཀྲ་དེ་ཡིན་ན་གློག་སྒུལ་གྱི་མོ་ཀྲ་རེད་ས་གློག་ཨ་ལོག་ས་ཅེས་འགྲོ་བསྡད་ཀྱི་མོ་སྐྲ་ཅི་རེད། མོ་སྐྲ་འདི་བརྟག་དཔྱད་བྱེད་པའི་བརྒྱུད་རིམ་ནང་ལོ་ཁོ་ཚོའི་གི་ཧྲུའུ་ཅུའི་ཧྥན་ཤིའི་ཟིང་མར་པའི་ཨང། བྲེ་སྐྲ Analytics ཟེར་བ་ཨིན་སྐད་ནང་ལབ་ཡིན་ན་ཨང་གྲངས་སུ་དེ་བརྟག་དཔྱད་བྱེད་པའི་བརྒྱུད་རིམ་ནང་ལ་ཡིན་ན། ནི་མོ་སྐྲ་དེའི་ནང་ཡོད་པའི། གློག་སྦྱོར་བ་འོན་ཏེ་ཚ་པོ་ཆག་འདྲེ་བྱས་མི་འདུག་ལ་དེ་ཤ་ཁོ་ཚོའི་གི་ཤིང་ཧའོ་ཟེར་བ་སྒྲ་རྟགས་དེ་བརླག་མི་འདུག་ཁོ་ཚོ་ཡིན་ན། ཁོ་ཚོའི་ནང་ལོགས་ཡོད་པའི་གློག་སྦྱོར་བ Battery ཟེར་བ་འོང་དེ་བསྟན་བྱས་ཟིག་དོག་རྒྱག་ཡ་ན་འོང་དེའི་གི་སྐྱོན་དེ་ཁོ་ཚོའི་ཕ་ད་བཞག་བཞག་བ་ཡིན་སྐྱོན་དེ་མར་བཞག་གློག Battery སྐྱོན་མར་བཞག། ད་མེ་ཤོ་བའི་གི་རྒྱུ་མཚན་དེ་ཡིན་ན་མེ་སུའི་རུ་ཁག་གི་བརྟག་དཔྱད་བྱེད་དེ་ཡོད་རེད་ཁོ་རང་ཚོའི Company གི་སྐྱོན་མེད་ལ་དེ་ཤ། མེ་ཤོ་ཡའི་གི་རྒྱུ་མཚན་དེ་ཡིན་ན་ཁོ་རང་ཚོ་གི་ཟོས་ཀྱོག་གི་མོ་འདྲེ་གི་དེ་སྐྱོན་མར་བཞག་གཅིག་བྱས་ན་ནང་ལོགས་ལ་ད་སུ་སུ་སུ་མེད་བ་རེད་སོ་ད་ཡ་མེད་བ་ཡིན་ན་ཨ་ནི། ཚ་པོ་ཆགས་རྗེས་ད་སོ་སོ་བར་ཡ་ཡོར་བ་རྒྱུ་རྐྱེན་མང་པོ་བྱོས་ས་རེད་བརྟག་དཔྱད་བྱེད་དང་བྱེད་བཞིན་པ་ཡིན་ལ་དེ་ཤ་ད Xiaomi SU བདུན་པ Ultra ལས་དེ་ག་རེད་འདོད་ལབ་ཡིན་ན་ཉིས་སྟོང་གྱ་མེད་ཉི་ཤུ་རྩེ་ལྔ་ནང་ལོགས་ལ་རྒྱ་ནག་གི་ཁྲོམ་རའི་ནང་ལོགས་ལ་ངོ་སྤྲོད་བྱེད་ཁྱོད་ཀྱི་གློག་གི་སྣུམ་ལུག་མོ་གོ་ཕྱེད་གློག་གི་མོ་སྒྲ་ཅིག་རེད་ཤ། Xiaomi ལས་དེ་ཡིན་ན་རྒྱ་མིའི་གི་ནི་དང་པོ་དང་པོ་བཟོ་རིག་པའི་གི་ཀམ་པ་ནི་ཅི་རེད་ས་བཟོ་ཚོང་ཁང་ཁོང་ཚོས་དང་པོ་བཏོན་དེ་ན Smart Phone ཟེར་བ་ལག་ཐོག་ཁ་པར་ཡོད་པ་འོང་དེ་འདྲ་བཏོན་ཡོད་རེད་དེ་ནས Smart Home Device ཟེར་དུ་ན་ལ་འདྲ་ཤ་ཡ་གི་འཕྲུལ་ཆས་འདྲ་ཡོད་མར་བས་གློག་དང་འབྲེལ་བ་ཡོད་རྒྱུ་དེ་འདྲ་བཟོས་ཡོད་རེད་གློག་གི་ཆ་ཤས་མང་པོ་ཞིག་བཟོས་ཡོད་རེད་ས་དེ་ནས་ཡིན་ན་ཁོང་ཚོས་མོ་ཏྲ་བཟོས་འགོ་བཙུགས་པ་རེད་ད་ལྟ Elon Musk གི་མོ་ཏྲ Tesla ལས་ཤོར་བ་འོང་དེ་ཚོ་ལ་དཔེ་བལྟ་བྱས་ཡིན་ན་དེ་འདྲ་འདྲ་བོ་འདྲ་བོ་ཞིག་བཟོ་བ་བྱས་པ་རེད་ཟེར་བ་ནི་ཞའོ་པིན་ཞེས་པ་དེ་ཡིན་ན་ཉིས་སྟོང་བཅུ་ལོ་ལ་བཙུགས་ཀྱོག་གི་ཀམ་པ་ནི་ཅི་རེད་ཤག་ལོག་དང་འབྲེལ་བ་ཡོད་ཀྱོག་དེའི་ལས་ཁུངས་ཨ་མ་དེ་ཡིན་ན་པེ་ཅིང་ལ་ཡོད་རེད་ཟེར། ནི་ཀྲུ་གཉན་དེའི་མིང་ལ་ལེ་ཅུན་ཟེར། འོང་དེ་འདྲའི་ཞའོ་མིན་ཞེས་པའི་མོ་ཏྲ་དེ་མེ་ཏྲ་ཐེ་ཤ་ཨས་བྱས་རྗེས་རྒྱ་ནག་གི་ས་ཁང་ནང་སྐད་གྲགས་ཆེ་ཐེ་ཤ་ཨས་རྒྱ་ནག་གི་མོ་ཏྲ་དང་འབྲེལ་བའི་གསར་འགྱུར་གསར་བ་ཞིག་ཏུ་བཞུགས་ཡིན། ལགས་སོ། དེ་རིང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསར་འགྱུར་མང་པོ་ཞིག་མཉམ་འབྲེལ་ཞུ་ཡས་ལེ་ཚན་འདིར་འཇུག་འདོད་ཡིན། ལེ་ཚན་རྗུ་མེད་ནའང་ནང་ཆོས་ཡང་བསྐྱར་སྤྱད་ཡོང་མ་བྱས་ཕར་སྒུག་སུབ་ཐུག་ཆ་ནང་རོ་ནང་ཞུ་བདེ་ཅང་གོ། བསིམ་ཆ་སྤྲོ་པོ་གནང་གོ།